ཡེ་ཤུ་དང་དེ་ཚོ་པད་མ་སྲིད་རྒྱ་ཆེན་པོ་འཆང་དང། ནང་པ་དེ་ཉི་མ་རེ་ཉི་མ་རེ་མྱུར་མྱུར་འགྲོ་བར་དང། ནང་པ་དེ། ནང་པ་དེ། དེ་ནི་ཁ་ཆེ་དང་དེ་ཚོ་ཅི་སྟེ་ཤུགས་ཆེན་པོ་ཞི་བ་ཞིག་བྱ་དགོས་པ་རེད། དེ་ནི་ད་ནང་པ་སངས་རྒྱས་པའི་ཆོས་གཏད་ཚེ་ཅིག་ག་རེ་ཟེར་བ་རེད་ག་ས་ག་ས་ནས་ག་རེ་ཟེར་བ་རེད་ཡར་རྗེས་བཏང་ཡག་ལ། ད་བཏང་ས་ཡག་ཤོས་དེ།

དེ་ནས་སློབ་སྦྱོང་གི་སློབ་སྦྱོང་ལྟར་ང་རང་ཚོ་བཤད་གྲྭ་ནང་དུ་བྱས་རྣམ་པའི་སློབ་སྦྱོང་བྱས་དེ་གི་ནང་ཆོས་དེ་བརྒྱ་ཆ་བརྒྱ་གི་ནང་ནས་བརྒྱ་ཆ་ལྔ་ཙམ་མ་མཁྱེན་གི་མ་རེད། ག་ཚད་དམུ་དགོན་ག་ཚད་ཤུགས་རྒྱབ་བསྡད་ན་ཡང་ལོ་དགུ་བཅུ་ལྷ་རམས་པ་སྔགས་རམས་པ་རབ་འབྱམས་པ་ག་ཚད་དམུ་ག་ཚད་ཤུགས་རྒྱབ་བསྡད་ན་བརྒྱ་ཆ་ལྔ་བཅུ་ཙམ་མ་ཐག་ཧ་གོ་གི་མ་རེད་བེད་ཤ་དེ། དང་པོ་ནི་སྐད་ཆ་དཔྱིས་ཕྱིན་པ་ཆ་ཚང་བ་དེ་ཧ་གོ་ཐུབ་གོ་ཐུབ་གོ་གི་ཡོད་ན་སྒོམ་བྱ་དགོས་ཉམས་ལེན་བྱེད་དགོས། ཡིན་གཅིག་མིན་གཅིག་དེ་ཡིན་དུས་ཐོག་ན་དེ་ནི་གང་ཟེར་སྒོམ་བྱ་བ་དང་ཉམས་ལེན་བྱེད་དུ་འཇུག་ལ་ཚུལ་ནི་ཐོས་དང་བསམ་གཏན་དུ་སྒོམ་པ་ལ་ནི་རབ་ཏུ་སྦྱོར་གསུང་བའི་རོ་ད་སངས་རྒྱས་ཡིན་ཉན་གི་ད་ཟེར་སངས་རྒྱས་ཡིན་ཟེར་ད་སློབ་དཔོན་ཡིན་ཉན་གི་སངས་རྒྱས་ཡིན་པ་ཡིན་ཟེར་གོ་མ་རོད་ད་ད་ཁོང་གི་གསུང་བའི་རོ་དེ་ཡིན་དུས་ཁོ་ལ་སྒོམ་བྱ་བ་དེ་གནད་འགག་ཆེན་པོ་ཞེ་དྲག་རེད་ད། དེ་ནི་སྒོམ་དེ་བརྒྱབ་པ་ཡིན་ན་དེ་ནི་ག་ཚད་ཡིན་ན་མི་ཚེ་འདི་ལ་ཡང་འདོད་པ་དེ་ཆུང་དུ་ཆུང་དུ་ཆུང་དུ་ཆུང་དུ་འགྲོ། དེ་མ་ཐག་ཏུ་ང་ཚོ་གྲྭ་པ་ཡིན་ཟེར་སློབ་མ་ཡིན་ཟེར་ལབ་དེ་ནི་འཇིག་རྟེན་ཆོས་བྱེད་ཟེར་མཁན་དེ་ཚོ་ལ་ལྟ་ན་ཚོང་པ་དང་དེ་འདྲའི་འགྲོ། དེ་བཞིན་གཅིག་པ་གཅིག་ཅང་བསྟོད་པ་ལ་ཡང་དགའ་བསྙེན་པ་ལ་ཡང་དགའ་དེ་ནི་སྨད་པ་དང་དེ་འདྲ་ཡིན་ན་མ་དགའ།